ས་དགྲ་ནང་གི་བོད་ཟིང་མཁན་གྱི་རྣམ་པ་ལེན་རྗེས་ཚང་མ་ལས་མཚམས་འདྲི་ཞུ་བ་དང་སྦྲགས། དེ་རིང། ཁམས་ཕྱོགས་ཀྱི་པར་ས་ཤར་བའི་མ་དགོན་ལྟ་བུར་གྲགས་པ། གཤོམ་མདའ་བསམ་གྲོགས་གླིང་དེ། བོད་ཆེན་པོའི་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་དེ་ས་བསྒྲགས་ཀྱི་ལམ་ནས་ངོ་སྤྲོད་མདོ་བསྡུས་ཀྱིས་ཞུ་ཡ་ཡིན། ཐོག་མར་འདི་ཟེར་བ་ཡིན་ན་འདི། ཆབ་མདོ་མཐིལ་རེད། ཡར་གནས་ཏེ་གཤོམ་མདའ་གསང་སྒྲོག་ལེན་ཡོད་ས་དེ་རེད། ཁྱམས་མདོ་མཐིལ་ནས་གཤོམ་མདའ་ལ་འགྲོ་ཡ་ལ། ལམ་ཐག་དེ་ཀི་ལོ་མེ་ཏར་བཞི་བཅུ་ཞེ་བརྒྱད་དང་མོ་ཏྲ་སྐར་མ་ལྔ་བཅུ་ང་བཞི་འགྲོ་དགོས་ཀི་རེད། དེ་ནས་ཆུ་རྒྱུན་དང་རི་རྒྱུན་མཐོང་ཐུང་བའི་ས་ར་གཞན་པ་ཅིག་ཐོག་ནས་བལྟས་པ་ཡིན་ན། ཨོ་འདི་ཟེར་ཤོད་དོན་འདི།

ར་འདི་ལས་ལྐོག་རྒྱའི་རི་རྩེ་འགོག་དགོས་ཟེར་ནས་ཡང་དེ་སྐད་བསྒྲགས་ན་ཆད་ཅིག་རེད། ཁྱམས་དུ་ནས་ཡར་མོ་བཀྲ་ནོར་ཕྱིན་པ་ཡིན་ན་རི་དེ་ཚོ་མཐོང་ཡོང་ན། ད་གཤོམ་འདི་ལ་ཐག་ག་ཚད་ཡོད་མེད་དེ་ཚོད་དཔག་བྱེད་ཐུབ་རོ། དེ་ནས་ང་ཚོ་གཤོམ་འདི་ལ་ཐད་ཀར་སོང་ནས་བལྟས་པ་ཡིན་ན། ཨོ་དེ་རེད། ད་ལྟའི་ཡི་གེ་བྲིས་ཀྱང་ཡོད། དེ་ནི་པར་རིས་སེར་པོ་ཡོད་པ་ཡིན་ཙང་མང་པོ་འབྲི་ཤེས་རྒྱབ་དགོས་སྐད་མི་འདུག། དེ་ནི། བཅོམ་མདའ་དགོན་པ་དེ་ཕྱག་འདེབས་མཁན་ལ་ཤེས་སོ་འདྲ་བོ་གཉིས་འདུག་གཅིག་དེ། འགྲོ་མགོན་ཆོས་རྒྱལ་འཕགས་པ་གི་ཕྱག་བལྟ་བ་རེད། ད་ལྟའི་གྲགས་ཆེ་བ་འདྲ་བོ་དེ་ཕྱག་བསྡད་ཀྱི་ཡོད་ས་རེད། ཨེ་ཤ་ལྟ་བུའི་དུས་ཚོད་དེ་ཡི་སྤྱི་ལོ་གཅིག་སྟོང་ཉིས་བརྒྱ་བདུན་བཅུ་དོན་གསུམ་ལོ་རེད་ཟེར་ཡ་དང་དྲུག་ཅུ་རེ་ཡ་གཟུང་ལོ་རེད་ཟེར་ཡ་དེ་འདྲའི་ལྟས་ཚེ་ལྟས་ཚེ་ངོས་འགྱེལ་ཡོང་གི་ཡོད་ས་རེད་ད་དེ་ཚོ་དེ་འགྲོ་མགོན་ཆོས་རྒྱལ་འཕགས་པ་ཡ་མ་ཕེ་བེ་ཀྱི་ལོ་དུས་དང་བསྟུན་ནས་གཏན་འབེབས་བཟོ་གི་ཡ་འདྲ་བ་གཅིག་ཆགས་འདུག་ཨ། ད་ལྟ་ཆབ་མདོ་གི་གདན་རབས་ཀྱི་ནང་ལོ་ལས་བྱེད་པ་ཡིན་ན་སྤྱི་ལོ་གཅིག་སྟོང་བཞི་བརྒྱ་བརྒྱ་ཕྱུག་གི་ལོ་ལས། ཁྱོད་ཀྱི་རྒྱ་མཚོའི་བཟང་པོ་གི་ཕྱག་ལྟ་བུ་རེད་ཟེར་ནས་དྲིས་བཞིན་འདུག་ཨོ། དེ་ཡང་ནི་བཅོམ་བདག་གི་བདེན་རོལ་རྙིང་པ་ལྷ་རྗེ་རྟ་མགྲིན་སྲོང་སྲས་ཅིག་གིས་བྲིས་བཞག་པ་ཅིག་རགས་སོ་དེའི་ནང་ལོགས་ལ་དེ་འདྲ་འདུག་ཟེར་ནས་ཨོ་དེ་དྲིས་བཞིན་འདུག་ད་བཤད་སྲོལ་རྙིང་པ་འདྲ་བོ་དེ་དེ་རེད་ཤག། དེ་ནས་བཅོམ་བདག་དགོན་པ་གི་ད་ཁྱད་ཆོས་འདྲ་བོ་མ་བཤད་ཡོང་དུས། ཨེ་གཅིག་དེ་ཁམས་ཕྱོགས་ཀྱི་པ་ས་ཞབས་ཡིན། རང་བློ་འཛིན་པ་ཐམས་ཅད་ཀྱིས་ད་མ་དགོས་འདྲ་བོ་ཅིག་ཆགས་བསྡད་ཡོད་རེད་ཟེར་གི་ཞེས་སོ་དེ་གཅིག་རེད་ཤག་གཉིས་པ་དེ་རྩོམ་སྟ་གོན་པ་ལས་བར་སྐབས་གཅིག་ལས་ནི་ཆོས་འཆད་ཉན་ཞི་བ་ཅིག་འཕེལ་བ་ཡིན་ཙང་གྲྭ་རྒྱུན་མང་པོ་ཅིག་རྩོམ་སྟ་གོན་པ་ནང་ལོགས་ལ་ཕྱིན་ནས་ནི་གཙང་ངོར་གོན་པ་ནང་ལོགས་ལ་གྲྭ་རྒྱུན་ཡོང་ཉིན་དཀོན་པོ་ཆགས་འགྲོ་ཡ་ད་དེ་འདྲའི་གི་གནས་སྟངས་ཡང་བྱུང་བ་རེད་ཟེར་ནས་དེ་འདྲས་ཅེས་གསུངས་སྲོལ་འདུག། དེ་ནས་གཞན་པ་གཅིག་ལ། བཤད་སྲོལ་འདྲ་བ་གཅིག་ལ་ད་ལྟ་ཆབ་མདོའི་ཕྱོགས་ཀྱི། དགོན་པ་གཅིག་གི་ནང་ལོགས་ནས་ད་ལྷ་བཀོད་ཐུགས་རྟེན་ནི་མཆོད་རྫས་ལ་སོགས་པ་དེ་འདྲའི་རྟེན་སྙིང་དང་ཇོ་སྙིང་ཟེར་དགོས་རོ། དེ་འདྲས་བསྡུར་བ་ཡིན་ན་ད་བཅོམ་མདའ་དགོན་པ་ལས་ལྷག་རྩ་གཅིག་ཡོད་མ་རེད་ཟེར་ནས་ད་ཞི་བ་གཅིག་ཡོད་རེད་ཟེར་ནས་དེ་འདྲའི་བཤད་སྲོལ་གཅིག་འདུག་བ། ད་དེ་ནི་ང་རང་གི་ངོས་ནས། ཤོམ་མདའ་དགོན་དཔོན་གྱིས་མཛེས་རྗེས་ཆེ་ཤོས་འདྲ་བོ་ཅིག་དང། གླེང་རིགས་ཡོད་པ་འདྲ་བོ་དེ་ག་རེ་མཐོང་འདུག་ཟེར་ན། ད་ལྟ་ད་ལྟའི་ཆ་ལས། ས་སྐྱ་བོད་ཀྱི་ཡིག་བཀྱག་གི་ད་བདག་པོ་འདྲ་བོ་ཆགས་བསྡད་པ་ཀུན་གྱིས་གོ་རམས་པ་བསོད་ནམས་སེང་གེ་གྱི་གསུང་འབུམ་དེ་དཔར་དུ་བསྐུར་བར་བ། དཔར་དུ་བསྐོ་མཁན་དེ་ཁོང་རྣམ་པ་རེད་ད་ལྟ་དགའ་བླ་མ་འཇའ་ཡང་ཆོས་ཀྱི་རྒྱང་མཚན་དང། འཇའ་ཡང་བློ་གཏད་དབང་པོ་ལ་སོགས་པ་ཁོང་རྣམ་པས། པར་དུ་བསྐོ་ཡོང་དུས། ད་པར་དུ་བསྐོ་བའི་ལས་དང་པོ་སྐོར་གསུམ་བུམ་དེ་རག་དགོས་བར་བ། ནི་ཀུན་མཁྱེན་གོ་རམས་པ་ཕེབས་ནས་གསུང་ལོ་པར་དུ་མ་བསྐོས་ཀྱི་བར་ལས་ད་ལོ་སུམ་བརྒྱ་ཁྱི་བརྒྱད་འགྲོ་ཡོད་རྒྱུ་རེད། ཅེས་ཚ་དེ་འབྲེལ་གྱི་ནང་ལོགས་ལས། ཀུན་མཁྱེན་གོ་རམས་པའི་གསུང་མོ་ཆ་ཚང་གྱི་མལ་ནས་འཐོར་ནས་བླངས་ནས། པར་དུ་བསྐོ་བའི་སྐབས་སུ་ལྷག་པར་དུ་གཞུང་མཁན་ཁག་གི་འབྲེལ་བ་དེ་ཚོ་མ་རག་ནས། བཀའ་བློན་མང་པོ་རྒྱབ་པའི་ལོ་རྒྱུས་དེ་འདྲའི་གསུང་ཡོད་འདུག་བ། ད་མདོར་འཚོལ་སྡོད་ན་མཐའ་སྔ་མ་དེ་ནི་བཅོམ་མདའ་དགོན་པ་ནང་ལོགས་ལས་ཉར་ཚགས་བྱས་བསྡད་པ་དེ་ནི་རག་ནི་ཁོང་རྣམ་པས་མ་གདན་རེ་ཞུས་ནས་སྤར་དུ་བསྐུལ་བ་རེད་ཟེར་དེ་འདྲའི་གསུང་སྲོལ་འདུག་བ་དེ་ཚོའི་སྐོར་གང་ལ་གང་ཚང་གྱི་ད་ལྟ་བདེ་སྐྱོང་སྤྲུལ་སྐུ་གིས་བརྩམས་པའི་བཀའ་ལ་མི་གནང་མཐའ་དེ་ནང་ལོགས་ལས་འདུག་བསམ་སོ་ད། ད་གང་ལྟར་ཁམས་ཕྱོགས་ཀྱི་ས་ཆ་གི་དགོན་པ་མང་པོ་ཡོད་རེད་དེ་དེ་ནང་ལོགས་ནས་ཡང་སྐོར། ལོ་རྒྱུས་ཀྱི་ཆ་ནས་འགྲོ་མགོན་ཆོས་རྒྱལ་འཕགས་པའི་སྐབས་ནས་བརྩི་བ་ཡིན་ན་ལོ་རྒྱུས་ཀྱི་ཆ་ནས་རྒྱང་རིང་པོ་ཆེ་ན་ནི་སྐུ་གསུང་ཐུགས་རྟེན་ཧ་ཅང་གི་སྐད་གྲགས་ཀྱི་རྙིང་པ་མང་པོ་ཡོད་བསྡད་པ་བྱེད། དེ་ནས་ཀུན་མཁྱེན་གོ་རམས་པའི་གསུང་འབུམ་དེ་ཡང་ད་ལྟའི་བར་དུ་ལས་ད་བཞུགས་བསྡད་པ་དེ་བཅོམ་ལྡན་མགོན་པོའི་བཀའ་དྲིན་འདྲ་བ་ཆ་ཚང་གཅིག་བཞུགས་བསྡད་པ་དེ་ཕ་རྗེས་བརྩིས་ན་འགྲིག་ཡོད་ས་རེད། དེ་ནས་བར་དུ་ལས་བཅོམ་ལྡན་མགོན་པོ་ནང་ལོགས་ལས་ད་ས་ཆ་ལུགས་ཀྱི། ཆུ་མཁྱེན་གཉིས་ཞི་བ་བཅས་འཕེལ་བའི་གི་ལོ་རྒྱུས་ཡོད་བསྡད་པ་ལ་སོགས་པ། དེ་འདྲའི་གི་གནས་ཚུལ་ཟེར་ན་རེད་ལོ་རྒྱུས་ཟེར་ན་རེད་གཏམ་མང་པོ་བཅས་ཡོད་བསྡད་པ་དེ་ལ་བརྟེན་ནས་ཡང་ས་ཆ་དེ་གང་དུ་ཡོད་མེད་ས་བསྒྲགས་གི་ནང་ལོགས་ནས་མཛུབ་ཀྱིས་ཙོག་ཐོབ་ན་ཡག་པོ་ཡོད་ས་རེད་བསམ་སོང། དེ་མ་གཏོགས་ད་ང་ཚོའི་དཔེ་ཆ་གི་ནང་ལོགས་ལ་གྱི་མིང་ཙམ་གྱིས་སྐྱོར་བསྡད་དག་རང་གི་ནས་དངོས་གནས་ག་བ་ཡོད་རེད་ཟེར་ཡོང་དུས་མཛུབ་ཀྱི་ཙོག་མ་ཐོབ་ཡག་དཀའ་ངལ་གྱི་ཡོང་དུ་བ།